ཞི་བདེའི་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས། དཔལ་ལྡན་ཚོགས་གཙོ་མཆོག། ད་ནི་དཔལ་ལྡན་སྲིད་སྐྱོང་གིས་གནས་ཚུལ་འདི་ཆུང་ཆུང་གཅིག་རྩ་བ་ཉིད་ནས་མ་རེད་གསུངས་སོང་དེ་བདེན་པ་རེད། གནས་ཚུལ་འདི་ཆུང་ཆུང་གཅིག་རྩ་བ་ཉིད་ནས་མ་ཡིན་པ་ཡིན་ཙང་ང་རང་འགྲོ་བའི་ན་བདེ་ལ་བློ་འཚབ་ཆེན་པོ་ཡོང་གི་འདུག་ད་གཞན་པ་ཀུ་རེ་གཅོད་དུས་ཁ་ཤས་ཅིག་གིས་འདིའི་ནང་ལོགས་ལ་ཡང་ཅིག་གི། དེ་དང་མཉམ་དུ་ད་འདི་དུས་ཚོད་ལ་ཅིག་ཆབ་སྲེད་འདྲ་ཅིག་བཙལ་ནས་ངེད་ཀྱིས་ཤེས་ཤེས་ཅིག་བཏང་རོགས་བྱས་ན་བསམ་དེ་ནས་ཧམ་པ་འདྲ་བཤད་ཅིག་བྱས་དེ་ཡང་ད་ཤེས་ཤེས་ཅིག་བཏང་རོགས་བྱེད་རོགས་བྱེད་ཟེར་གཉིས་དེ་འདྲ་ཡོང་གི་འདུག་དེ་ང་དེ་གི་ཐོག་ལ་ངས་མིག་ཟུར་གས་ཤོད་ཡ་མེད། རྡོག་རྡོག་ཏུ་ག་རེ་རེད་ཟེར་ན། སྤྲུལ་བའི་གནས་ལྗོངས་ཆོས་རྒྱུད་ཆེན་པོའི་བཀའ་ལུང་འདིས་ང་ཚོ་ལ་དཔེ་མ་སྲིད་པ་གལ་ཆེན་པོ་ཆགས་བསྡད་པ་རེད། དང། ད་ལྟ་ང་ཚོ ྋསྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་སྐོར་ལ་བཀའ་ཕེབས་རྒྱུ་ནང་ལོགས་ལ་ཡང་ཅིག་མཇལ་བ་ཡིན་ན་དེ་ག་ཚོད་ཅིག་གི་གལ་ཆེན་པོ་ཆགས་ཡོད་མེད་དེ་ང་ཚོ་ཚང་མས་ཤེས་བདེ་བ་ཅིག་རེད། ཡིན་པ་ཡིན་ན་བཀའ་བློན་ཕེབས་པ་དེ་ལ་ཡང་དངོས་གནས་ཅིག་དང་དྭངས་མ་ཅིག་དང་རྫུན་མ་ཅིག་ཡོད་པ་དེ་ཡང་དེ་ལོ་རྒྱུས་སྒང་ལ་ཡང་མ་བྱུང་བ་ཁས་མ་རོགས། ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་ཡི་ཐོག་ནས་དག་འཛིན་དབྱེ་བ་ཕྱེ་ཡག་གི་ལམ་སྟོན་ཅིག་གི་ཐོག་ལ་བཀའ་སློབ་གར་གནང་ཡོད་ལ་ན། གནས་ཆུང་ཕག་ཚ་བའི་རྗེས་ནས་དབུ་ཞྭ་བསྡུ་མ་སྤེལ་བ་ཡིན་ན། དེ་ལ་རུང་མོ་ཅིག་ཤར་གི་རེད། དེ་དུས་གནས་ཆུང་དངོས་གནས་ཕབ་ཡོད་རེད། བབས་ཡོད་རེད། དེ་མེད་ན་བབས་མེད་བ་གི་དེ་འདྲའི། ཟེར་ནས་རྒྱལ་བོ་སྟག་བྲག་གི་དེ་འདྲ་གསུང་གི་འདུག་ངས་བལྟ་མ་མྱོང་དེ་འདྲའི་གསུང་གི་འདུག་དེ་འདྲའི། ཡོད་ས་རེད་ཟེར་ནས་གོང་ས་མཆོག་བཀའ་སློབ་གནང་ཤག་རྒྱུ་ང་ཚོས་མཇལ་ཡོད་རེད། ལྷག་པར་དུ་ང་རང་ཉིན་རེ་བོ་ཆ་ཚང་པ་ཡིན་ནའང། ངས་སྤོབས་པ་ལྡན་པའི་ཐོག་ནས་གྲོས་ཚོགས་ར་བ་འདིའི་ནང་ནས་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ཆེན་པོ་མཆོག་གི་ཆེད་དུ་ཚེ་སྲོག་ཚུན་ཆོད་ཡང་བློས་བཏང་ཐུབ་མཁན་ཞིག་ཡིན་པ་དེ་ངས་སྤོབས་པ་ལྡན་པའི་ཐོག་ནས་བཤད་ཐུབ་ཀྱི་ཡོད། བྱས་ཙང་དེ་འདྲའི་བཤད་མཁན་གྱི་མི་གཅིག་ལ་ཡང།

དགའ་ལྡན་ཕོ་བྲང་ཆེན་པོའི་ནང་ལོགས་ལས་ཡར་རོའུ་དགེ་ལུགས་སྤེལ་གྱི་དགེ་བཤེས་ལྷ་འབྲོང་འགྲོ་དགོངས་འདུག་ལབ་ན་ཆོས་རྒྱལ་ཤང་དང་གར་ཆེ་གི་ར། དེའི་ནང་ལོགས་ལ་སྤྲུག་ཤན་འདྲ་བོ་ཅིག་ཐབས་ཤེས་བཏང་བསྡད་ན་དེ་ཡག་པོ་རྩ་བ་ཉིད་ནས་ཆགས་གི་མ་རེད་དེ་འདྲས་ཡིན་ཙང། སྤྲུལ་བའི་གནས་ལྗོངས་ཆོས་རྒྱལ་ཆེན་པོ་ལ་ལྷུ་བ་རྩ་བ་ཉིད་ནས་ཡོད་མ་རེད་དེ། ཡིན་ན་ཡང་ལུང་སྟོན་ཕེབས་ཚུལ་གང་ག་ལོ་དེ་ལུང་སྟོན་དངོས་གནས་ཡིན་པའི་ཁྱད་པར་མེད་བ་འདིས་ང་ཚོ་གསེའུ་ཅིག་ར་འཕྲོད་ཡོད་རེད། དཔེ་ཆ་བྱས་ན་སྐྱབས་མགོན་རིན་པོ་ཆེ་གི་མདུན་ལ་ཡར། གཞུང་དེབ་དྲ་ལ་དེ་ཚོ་ཕབ་འོང་དུས་གང་ལ་དཔའ་རྟུལ་སེམས་ཆུང་ཆེ་བ་ལ་ཉེས་རྡུང་བཏང་ཡིན་པ། ཉལ་ཐ་བཏང་ནས་དེ་ལས་བྱེད་རོགས། དེ་ནས་ཟླ་བ་ཁ་ཤས་མང་འགོར་ཚར་དུས་མ་ཡོང་དུས་གང་ལ་དཔེ་ཁྱེད་གང་མི་ཚེ་ཡོད་ལ་ནི་ཐེབས་ར་གནང་ཡོང་དགོས་རོགས། ད་དེ་ག་རེ་རེད་སྐྱབས་མགོན་རིན་པོ་ཆེ་གི་མདུན་ནས་སོང་ཡ་དེ་བདེན་པ་རེད་བས་མ་ཡོང་ནས་ཐེབས་ར་གནང་ཡ་དེ་བདེན་པ་རེད་དེ་ཚོ་གང་ག་ལོ་ང་ཚོ་དོགས་པ་སྐྱེས་དགོས་ཡེ་ཤེས་མ་རེད་བས། དེ་ཡིན་ཙང་འདི་གནས་ཚུལ་ཆུང་ཆུང་གཅིག་རྩ་བ་ཉིད་ནས་མི་མཛའ། འདི་གལ་ཆེན་པོ་ཞིག་ཡིན་ཚེ་འདིའི་ཐོག་ལ་ང་རང་ཚོ་ངོས་ནས་གཟབ་གཟབ་གཟིགས་གཟིགས་ཅིག་བྱས་ནས་གང་ལྟར་ལུང་བསྟན་དག་འཛིན་གྱི་དབྱེ་བ་འབྱེད་ཡག་ཐབས་ཤེས་འགྲོ་རྒྱུ་ཡོད་པ་ཡིན་ན་དེ་ངེས་པར་དུ་ཐབས་ཤེས་ཆོས་རིག་ངོས་ནས་གླེང་དགོས་ཀྱི་འདུག་ཅེས་ནས་ངས་སེམས་འཚབ་ཆེན་པོའི་སྒོས་ནས་ཞུ་དགོས་ཡག་གལ་ཆེན་དེ་རེད། མ་གཏོགས་ད་དེ་ནས་གནས་ཆུང་གི་ལུང་བསྟན་གཅིག་ཕབ་དེའི་སྒང་ལ་གནས་ཆུང་རྡོ་རྗེ་གི་འགྲེལ་བཤད་དེ་ལ་ག་རེ་གསུང་གི་ཡོད་རེད། ད་ལྟ་དཔའ་སྟོན་སྲིད་སྐྱོང་སོང་བ་ན་གཞི་རི་ལུང་སྟོན་དེའི་ནང་ལ་ཆོས་རྒྱུད་སྤྱི་འཐུས་བཅུ་གི་མིང་ཙམ་ཡང་མི་འདུག་ཨ། གནས་ཆུང་རྡོ་རྗེས་གི་ཆོས་རྒྱུད་སྤྱི་འཐུས་ཙམ་མ་ཟད་རང་བཙན་འཐབ་རྩོད་པ་བསད་ནས་གཅིག་བཤད་འོང་དུས་ཀྱང་ང་ཚོ་སྤྱི་ཚོགས་ཐུག་པ་ན་གཞི་དཀྲོགས་སོང་ཨ། ང་སྐབས་དུས་དུས་མིག་གི་འབྲས་སྤུངས་ལ་ཅིག་བཅར་བ་ཡིན་སྐྱབས་མགོན་རིན་པོ་ཆེ་དངོས་གནས་དྲངས་ནས་སངས་རྒྱས་དངོས་སམ་མི་གའི་བཞུགས་དེ་བཞག། ད་ག་ནང་བཞིན་པའི་གདན་ས་གྲྭ་ཚང་ཁག་གི་འཇང་དགུན་ཆོས་ཆེན་པོ་མ་ཡིག་གི་ཚོགས་དེ་བཞག། ཐེ་ན་བློ་གསལ་ནང་གི་དངོས་གནས་དྲ་ནས་རིགས་སུ་མ་ཆུད་པའི་ཆོས་བརྒྱུད་ཀྱི་མཁས་དབང་གང་ག་གདན་འདྲེན་ཞུས་ནས་ཆོས་བརྒྱུད་སྒྲོག་ལངས་གནང་གི་འདུག་བྱ། དེ་ལྟའི་མང་ཚོགས་གང་ག་དངོས་གནས་དྲ་གནས་ཀྱི་བླ་ན་མེད་པའི་དབུ་ཁྲིད་གཅོད་ནོར་ཀུང་སིའི་སྐྱབས་མགོན་ཆེན་པོ་བཞུགས་ཤག་ལ་སྐོར་རགས་ཅིག་བརྒྱབ་ནས་དངོས་གནས་དྲ་ནས་དག་པའི་ཤན་བསལ་ཏེ་འདི་མིན་ན་ཅི་ཡིན་བསམ་སོང། ངའི་དཀོན་མཆོག་དཔའ་མཚོ་ཡིན་ཚོར་བ་སྐྱེས་སོང་ང་ལ། དེ་ནས་ཡར་སླེབས་ནས་ཡར་ཉི་མ་ཁ་ཤས་ཅིག་ལ་སྒུག་དེ། གང་ལྟར་གནས་ཆུང་གི་བཀའ་ལུང་དེ་དང་གནས་ཆུང་རྡོ་རྗེས་ཀྱི་འགྲེལ་བཤད་དེ་གཉིས་ལ་བརྟེན་ནས། པད་དུ་སྔོ་སྣས་བཀྲ་ནས། འོ་མའི་རྒྱ་མཚོའི་ནང་ལ་ཁྲག་གི་ཐིགས་པ་བརྒྱབ་པ་ནང་བཞིན་གྱི་ལྗོངས་སུ་སྔོ་སྣས་སོ་སོ་ལ་སེམས་ཚོར་ཡང་ཚོར་བ་ཡོད། དེ་འདྲའི་ཡིན་ཙང་མི་གཞན་ལ་ཡང་ཡང་སྔོ་སྣས་བཀྲ་ནས་རིགས་གཅིག་གི་སྔོ་སྣས་བཀྲ་ནས་དགོན་པ་གྲྭ་ཚང་དུ་ག་འདྲའི་ཆེ་ཆ་ནས་ཆ་ཟད་བཟོ་འགྲོ་བ་ཅིག་དེ་འདྲའི་ཆགས་ཡོང་དུས། དེ་ནས་སྔོ་སྣས་བཀྲ་ནས་ལས་ཀྱི་སྣེ་མོ་རྣམ་པ་ཚོ་ལ་ཐུགས་ཁག་མེད་པའི་ཐོག་ནས་བཀའ་ཡིག་ཕེབས་ཡོད་རེད་ང་ཚོ་དགོན་པ་གྲྭ་ཚང་ལ་འགྲོ་སྟངས་ཅི་ཡོད་རེད། ལས་ཀྱི་སྣེ་མོ་དེ་ཚོ་གི་མཛུ་གུ་ཞབས་ཏུ་ཤར་བྱེད་སྒོར་དང་བསྲེས་ཏེ་ང་ཚོ་དགོན་པ་གྲྭ་ཚང་འགྲོ་སྟངས་རེད། ལས་ཀྱི་སྣེ་མོ་ཅིག་གིས་སོ་སོ་ལ་ནོར་འཁྲུལ་དུ་ཡོད་མེད་ལ་མ་ལྟོས་པར་དཀའ་སྤྱད་ཀྱིས་ཕེབས་འོང་ན་དེ་མཛུ་གུ་ག་ཏུ་ཤར་འགྲོ་དགོས་ཡ་དེ་དགོན་པ་གྲྭ་ཚང་གི་ལས་ཀྱི་སྣེ་མོ་དེ་ཚོ་གི་ཆེ་མཐོང་བརྩི་སྟངས་ཅིག་རེད། དེ་འདྲའི་འདྲ་བའི་ཆེ་མཐོང་བརྩི་སྟངས་ཅིག་གི་ཡ་རབས་བཟང་སྤྱོད་ཅིག་ཡོད་པ་ལ་བརྟེན་ནས་དུས་ད་ལྟ་བར་དུ་དགོན་པ་གྲྭ་ཚང་དེ་གནས་སྟངས་འདི་འདྲའི་ཆགས་ཡོད་རེད། དེ་འབྲེལ་གྱི་གནས་སྟངས་གཅིག་གི་ཐོག་ནས་ཤར་ཏུ་ཁོར་ཡུག་སྤྱི་ཐུས་ལྔ་གཉིས་ས་གནས་ས་ཐོག་ལ་བཅར་ཆེད། ས་གནས་ས་ཐོག་ལ་བཅར་ཡོང་དུས་སྒང་ལ་ད་གིན་ངེད་ཟེར་བ་ན་གཞན་གྱི་ཨོ་མའི་རྒྱ་མཚོ་ནང་ལ་ཁྲག་གི་ཐིགས་པ་འགྲོ་བཞིན་མཆིས་བསྡད་ཡོད་རྒྱུ་དེ་གས་དེ་ཆ་ཚང་ལ་ལྷིང་འཇགས་པོ་ཞིག་བྱུང་ཡ་དེ་ལ་གོ་རེ་གྱོང་ཡོད་ངོ་སོ་མེད་པ་ལ་ད་དུང་མཇུག་རྩིག་གི་རྗེས་ནས་ཉེས་པ་ཞིག་བསྟན་བ་ཡོད་ན་དེ་ལས་རྒྱུ་འབྲས་ལ་འགྲོ་ས་རེད། ལས་རྒྱུ་འབྲས་ཤེས་མཁན་གྱི་ཁ་བ་གངས་ཅན་གྱི་མི་གཅིག་གི་ངོས་ནས་དེ་ཁ་ནས་དོན་པ་ཡིན་ན་དེ་ག་འདྲ་ཆགས་ས་རེད། བྱས་ཙང་དེ་འདྲ་ཡིན་ཙང་ངས་མདོར་བསྡུས་ནས་བཤད་ཡ་དེ་ལ་ཡ། རྣལ་འབྱོར་ཆོས་སྐྱོང་སྤྲུལ་རིགས་རྣལ་འབྱོར་ཆོས་རྒྱལ་ཆེན་པོ་ལ་ཡིད་ཆེས་གཙང་མ་གཙང་རྐྱང་ཡོད་ལ་ལས་བསླུ་བ་བསླུ་བ་སེལ་གཙང་ཉིད་ཡོད་མ་རེད་ཡིན་པ་ཡིན་ནས་དེ་ཡིན་ནི་བབ་ཞབས་པའི་གནས་ལྗོངས་ལུང་སྟོན་དེ་ལ་དག་དོན་ཡོང་བ་ཡང་དེ་བདེན་པ་ར་སྤྲོད་ཡོང་བའི་ཐོག་ནས་མ་འོངས་པ་ངེས་པར་དུ་དེའི་ཐོག་ལ་ང་ཚོ་གཟབ་གཟབ་བྱེད་དགོས་འདུག་ལྷག་པར་དུ་ཆོས་རིག་གི་གཟབ་གཟབ་བྱེད་དགོས་འདུག་ཟེར། ངས་དེ་རིང་འདི་ནས་ག་རེ་ཞུ་ཡ་ཡིན་ཟེར་ལབ་པ་ཡིན་ན་ཆོས་རིག་ལས་ཁང་ལ་ཡང། འབོད་སྐུལ་གཅིག་དང་དག་གནང་བཞིན་པའི་ལས་དོན་གཅིག་གི་ཐོག་ལ་བསྔགས་བརྗོད་ཞུ་བ་ཡིན། ལས་དོན་འདི་བསྔགས་བརྗོད་ཞུ་ས་དེ་དཔལ་ལྡན་ཚོགས་གཙོ་མཆོག་ང་ཚོ་གྲོས་ཚོགས་ར་བ་འདིའི་ནང་ལ་ཡོད་པའི་ཨ་ནི་ཚོགས་དྲུང་བསོད་ནམས་རྡོ་རྗེ་ལགས་ཡིན། ཁོང་གིས་དེ་ནས་སྤྲུལ་སྐུའི་ལམ་ལུགས་ཀྱི་སྐོར་དང་ལྷག་པར་དུ་རྒྱ་མཚོ་སྐུ་དྲག་བཅུ་བཞི་པའི་ཡང་སྲིད་བྱུང་རབས་བཤད་སྒྲ་ཕྲེང་བ་ཟེར་ཡག་གི་དེབ་ཅིག། དགོས་བསྟོད་ཡོད་རེད་ད། དེབ་འདི་ནང་ལ་གདུང་ཞུབ་ཚ་པོ་ལྟ་གི་འགྲོ་འོང་འདི་ག་ལ་ད་ལྟ་བར་དུ་རྒྱ་ནག་གི་འཁྱོག་བཤད་བྱས་དེ་ཡང་གང་ལ་ལོ་གི་དངོས་ཡོད་གནས་ཚུལ་ར་སྤྲད་བྱས་ནས་ཨ་ནི་དཔེ་དེབ་བདེན་པ་གསར་དེ་ཡང་ད་ད་ལྟ་སྤྲུལ་སྐུའི་ལམ་ལུགས་ཀྱི་ཐོག་ལ་ཧ་ཅང་གི་ཨ་ནི་དེབ་འདི་དུས་ལ་བབ་པ་འདྲ་བོ་ཅིག་ཡག་པོ་ཅིག་འདུག་ཟེར་ན་བྱས་ཡོད་རེད་དེ་ཡིན་ན་ཡང་ཨ་ནི་ཁོང་རུག་ལ་བསྔགས་བརྗོད་ཞུ་ཡ་དང་ཆོས་རིག་ལས་ཁོངས་ངོས་ནས་ཨ་ནི་དེབ་འདི། བརྩེ་དུང་ཆེན་པོ་གི་ཐོག་ནས་འདི་ཡིན་པས་ན་ད་ལྟའི་ཆ་ལ་ད་བོད་ཡིག་གི་ཐོག་ལ་མ་གཏོགས་མི་འདུག་ཕན་ཆད་དབྱིན་ཡིག་སྒང་ལ། རྒྱ་ཡིག་སྒང་ལ་བསྒྱུར་ཏེ་ཡོད་ས་རེད། འདི་ཡང་ཡིག་རིགས་གཞན་དག་སྒང་ལ་ཡང། བསྒྱུར་བྱས་གང་ཐུབ་ཐུབ་ཅིག་བཀྲམ་ཐུབ་པ་ཡིན་ན་ཏན་ཏན་ཕན་ཐོགས་ཆེན་པོ་ཡོད་ས་རེད་ཅེས་ནས། ཞུ་བ་གཅིག་དེ་དེ་ཡིན། དེ་ནས་ད་ད་ལྟ་བསྔགས་བརྗོད་ཞུ་འོང་དུས་ངས་བསྔགས་བརྗོད་ཞུ་སའི་བྱམས་པ་ཅིག་ག་རེ་ཡིན་ཟེར་ན་ང་ཚོ་ད་གོང་བླ་ན་མེད་པའི་དབུ་ཁྲིད་གཅུང་ནོར་ཀུང་ཟི་སྐྱབས་མགོན་ཆེན་པོ་མཆོག་གིས། མཛད་པ་ཁྲི་ལས་ཀྱི་ཐོག་ལ་ཡང། ཕལ་ཆེར་ངས་འདུག་ཞུས་པ་ཡིན་ན་གྲོས་ཚོགས་ར་བའི་ནང་ནས་མི་ཁ་ཤས་མི་ཤི་ཉེར་ཡོད་རྒྱུར་བསམ་གྱི་འདུག་ལྷག་པར་དུ་རྒྱ་ཆེའི་མང་ཚོགས་ཀྱི་ནང་ལ་ཡང་མི་ཤི་ཉེར་མང་པོ་ཡོད་རེད་ད་ནི་ང་ཚོ་ལོ་རྒྱུས་ཀྱི་ནང་ནས་མི་མེད་དཔའ་བོ་ཟེར་ཡག་འགྲོ་བྱོས་ཨ། དེ་བཟོ་འགྲོ་བྱོས། བླ་ན་མེད་པའི་དབུ་ཁྲིད་གཅོད་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་ཀྱི་ཐོག་ལ་ཡང་དངོས་གནས་དྲང་གནས་རླབས་ཆེན་གྱི་བྱས་རྗེས་ཡོད་པ། ཉིན་བཅུ་དུས་དྲུག་ཏུ་དཀའ་ལས་ཚད་མེད་གནང་བསྡད་མཁན་གྱི་ཨ་ནེ་དམ་བཅའ་སྐུ་ཞུ་བློ་བཟང་དགའ་བ་ལགས། དངོས་གནས་དྲང་གནས་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་མི་མེད་དཔའ་བོ་ཅིག་རེད། ངས་སྔན་མ་ཡང་གྲོས་ཚོགས་ར་བ་ནང་ལ་ཞུ་མྱོང། དངོས་གནས་དྲང་ནས་ཁོང་སྐུ་སྲོག་འདྲ་བོ་ཡིན་པ་ཡིན་ན་བསམ་བཞིན་དུ་སྐྱབས་མགོན་རིན་པོ་ཆེ་གི་མཛད་པ་ཁྲི་ལས་ལ་ཕྱག་རོགས་ཕེབས་བདེ་བ་འདྲ་བོ་ཞིག་རེད་བསམ་སོང་ང་རང་ཡང་ན་ངོས་འཛིན་དེ་ཞུ་གི་ཡོད། དེ་དང་དེ་འདྲ་བ་ཨ་ནེ་སྐྱབས་མགོན་རིན་པོ་ཆེའི་སྐུ་འཁོར་ལ། དགེ་འདུན་གྱི་སྡེ། ད་ཁ་སང་མི་འབོར་ཅིག་བསྟོད་ར་ཐེབས་དེ་དེ་ཚོ་དྲངས་དེ་དགེ་འདུན་གྱི་སྡེ་དེ་ཚོ་དྲངས་དེ་གི་སྐྱབས་མགོན་རིན་པོ་ཆེ་ཞལ་བཤུས་ཞུ་སྟངས་དེ། དངོས་གནས་དྲངས་ནས་བླ་སློབ་ཀྱི་དམ་ཚིག་དང་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་བཤིས་པའི་སྒོ་ནས་ཕྱག་ལས་གནང་གི་ཡོག་ཡིན་ཚ། དེ་ནས་ང་ཚོ་གྲོས་ཚོགས་ར་ཡོད་ནང་ལོགས་ལ་ཡང་མང་པོ་ཅིག་གི་དགེ་འདུན་གྱི་སྡེ་སྐུ་འཁོར་གྱི་དགེ་འདུན་གྱི་སྡེ་ལ་བསྟོད་ར་ཐོབ་དེ་ཡ་དེ་དངོས་ཡོད་གནས་ཚུལ་ཆགས་དེ་ཡོག་རེད། རྒྱུ་མཚན་དེ་འདྲའི་ཅིག་ལ་བརྟེན་ནས་ངས་ཁ་སང་བསམ་ཚུལ་ཅིག་ག་རེ་ཞུས་ཡོག་རེད། སྐུ་འཁོར་གྱི་རྗེས་ཡལ་མེད་པས། སྐུ་འཁོར་ཁ་ཅིག་ཏུ་ངེས་པར་དུ་རྗེ་བོ་བརྒྱ་བགོ་ཡ་དང། རྗེ་བོ་བརྒྱ་བ་ཙམ་དུ་མ་ཟད་དེའི་རྗེ་བོ་བརྒྱ་ཡ་གི་ཚབ་ལ་ཡང། ཨ་ནི་དགེ། ཨ་ནི་དཔལ་དུ་དགེ་བཤེས་ལྷ་རམས་པ། རྒྱལ་བ་རིན་པོ་ཆེ་གིས་ད་ལྟ་ཤཱཀ་ན་ན་དེ་བི་གི་བྱམས་དང་གཉིས་བྱེད་ཀྱི་ཐོག་ལ་ཡང་རྒྱུས་མངའ་དང་ཉམས་མྱོང་ཡོད་མཁན་དེ་འདྲའི་མང་པོ་ཞིག་བགོ་གི་འདུག་སྲིད་སྐྱེས་ནས་ངས་ཆོས་བགོ་ཡ་གི་རྒྱབ་ལྗོངས་དེ། བ་དུ་ཆ་དེ་བ་རེད། བྱས་ཙང་དེ་ཡིན་ཙང། དེ་སྐད་ཀྱི་གནས་སྟངས་དེ་ཡང་ཡར་ཐེན་མར་ཐེན་བྱས་བྱས་ནས་རེད་བ། ཨ་ནི་གནས་སྟངས་དེ་ཡར་ཐེན་མར་ཐེན་བྱས་ནས་ཆུ་ཚོད་གྲ་གཅིག་གོང་ནས་དེ་ཕྲུག་ཐུམ་སྒྲོག་ཞིག་སྤེལ་བསྡད་ཀྱི་འདུག་དེ་སྤེལ་དགོས་ཡ་རྒྱུ་མཚན་ཡོད་མ་རེད། ངས་ཁ་ཚང་ནས་ལབ་པ་ཡིན་ཕོག་ཚོད་ཅིག་ལ་ཕོག་གི་རེད། དེ་ཕོག་པ་ཡིན་ན་ཡང། ངས་དེ་བཟོས་དགོས་ཡ་ས་ལ་ཁྱོས་དེ་མ་བཟོས་པ་དགོས་ཡ་རྒྱུ་མཚན་ཡོད་མ་རེད་བསམ་གྱི་འདུག་ཡིན་ན་ཡང་ཕོག་མོ་དགོས་ས་ཅིག་ལ་དེ་ཕོག་དགོས་ཡ་རྒྱུ་མཚན་ཡོད་མ་རེད། ལུས་ལ་ན་ཚ་མེད་ན་གདོང་ལ་གྲགས་པ་ཐེབས་དགོས་ཡ་རྒྱུ་མཚན་ཡོད་མ་རེད།